གཞི་ཤི་ཟིན་ན་གཞི་བདེན་པ་བཞི་བཞག་ནས་དེ་གང་ཟག་གི་བདག་གི་ཤེས་པ་མེད་པ་ལྔའི་སྲིད་དུ་ཤི་ཡ་དང་དེ་ཤི་ཚུལ་གྱི་ཤི་ཡ་དང་མཚུངས་མ་ལ་དགོངས་པ་བཞེས་ཡ་ཡོད་རེད། གཞི་ཤི་ཟེར་ཡ་དེ་ལྔའི་སྲིད་ཀྱི་ཤི་ཡ་འདྲ་བོ་ཞིག་ལ་སོང་ནས་མཐོང་ན་ཕག་པའི་ས་ལ་ཡོང་ནས། ངས་བདེན་འཛིན་གྱི་གཅིག་འབའ་ཟེར་གྱི་གོ་བ་དེ་རྙེད་མ་སོང་ཟེར་དེ་སྤྱི་དང་དགེ་འདུན་གཞུང་ལ་མང་པོ་གླེགས་ཀྱི་འདུག་རྣམ་ཤེས་སྙིང་པོ་ཀྱི་ལན་དེ་འདྲ་ཞིག་འདུག་ར་བ། ཨོ་ད་དེ་བདེན་འཛིན་གྱི་གཅིག་འབའ་ཟེར་དེ་ལམ་སང་ང་སོགས་རྟགས་གསལ་བཏང་སྟེ་རྟགས་བཀལ་ནས་ཆ་པ་གཡོ་སྒྱུ་བྱེད་འདི་མ་ཡིན་པ་བྱས། རྟགས་གསལ་བཏང་ནས། རྟགས་ཀྱིས་ནི་བྱ་བ་ཡེ་གྱུར་ཅིག། ལན། རྟགས་ཁོག་རྟགས་གསལ་གྱི་ལན་འབྲི་དགོས་རེད་དེ་སེམས་ནང་གི་དོགས་པ་སེལ་གི་མི་འདུག་ཨ། ཨོ་བདེན་འཛིན་གྱིས་བཅིངས་པའི་ཚེ་བཞག་ནས་ཨོ་དེ་འདྲ་ཅིག་གི་ལ་ལ་རྒྱོ་རེ་ཞེས་དྲ་གོ་ཡག་པོ་ཞིག་གསུང་རོགས་གྱིས། བདེན་འཛིན་གྱིས་བཅིངས་ཟེར་དུས་ལ་རྗེ་བཙུན་ཡིག་བྱང་ནང་ལོགས་ལ། སྟོང་ཉིད་མ་རྟོགས་པའི་ཐེག་དམན་འཕོ་འགྱུར་གྱི་གཞི་ཤེས་དང་བདེན་འཛིན་གྱིས་བཅིངས་བའི་གཞི་ཤེས་དེ་གཅིག་གསུངས་ཡོད་རེད། སྟོང་ཉིད་མ་རྟོགས་པའི་ཐེག་དམན་འཕོ་འཕེལ་གྱི་གཞི་ཤེས་དང་བདེན་འཛིན་གྱིས་བཅིངས་བའི་གཞི་ཤེས་དེ་གཅིག། རྣོ་ཤེས་སྙིང་པོ་རྗེ་ཡང་ནང་ལོགས་ལ་བདེན་འཛིན་གྱིས་བཅིངས་ཟེར་དུས། བདེན་པ་དྲི་མ་དྲི་རྟགས་པ་ན་བདེན་པ་ཞེན་པ་ལས་མི་འདའ་བ་གསུངས་ཡོད་རེད། བདེན་པ་དྲི་མ་དྲི་བཏགས་པ་ན་བདེན་པ་ཞེན་པ་ལ་གང་ལྟ་ཅི་བདེན་པ་དྲི་གུ་འདུལ་དུ་མི་འདུལ་གསུང་ནོ་བཏང་ཡོང་དེ་ལ་བདེན་པ་མེད་པར་རེ་ཤ་འདུལ་སོང་ནས་ངེས་ཤེས་འདྲེན་མི་ཐུབ་ངེས། བདེན་པ་ཞེན་པ་ལས་མི་འདའ་ངེས། ད་མདོར་ན་སྟོང་ཉིད་རྟོགས་མ་ཐུབ་རེད། སྟོང་ཉིད་མ་རྟོགས་པའི་གང་ཟག་ཡིན་ན་བདེན་ཚིག་གཅིན། ལ་སོགས་ཀྱི་ལ་སོགས་ཀྱི། ད་ཅི་དང་མཁས་པ་རྣམས་ཀྱི་གསུང་ཚིག་མི་འདྲ་བ་མང་པོ་འདུག་ཨ། ལ་འོང། ད་ལྟ་དེ་དགེ་བཤེས་མ་ལགས་ཀྱི་གསུང་ན་ད་ལྟ་དེ་པཎ་ཆེན་གྱི་ད་ལྟ་ཉམས་ལེན་གྱི་ཚིག་བརྗོད་སྟངས་དེ་གསུངས་འདུག་ཨ། ལ་འོང།
དེའི་སྲས་བོ་དེ་ད་ད་ད། རྗེ་བླ་མེད་ཀྱི་ད་ད་དེའི་སེམས་ཁྲལ་ནང་ལོ་ངོ་བོ་ཡིན་པའི་ཚིག་གི་དུས་དང་གསུང་ཡོད་རོ། ལ། ངོ་བོ་ཡིན་པའི་ཚིག་གི་དུས་དང་གསུང་ཡོད་རོ། ངོ་བོ་ཡིན་པའི་ཚིག་གི་དུས།
འོང་ད་མཁྱེན་པ་གསུམ་གྱི་ཉན་རང་བྱང་སེམས་སངས་རྒྱས་ཀྱི་དངོས་གཙོ་མཐའ་དག་འདུག་གོ་རེད་ཟེར་ནས་ངོ་བོ་ཡིན་པའི་ཚིག་གི་དུས་དང་གསུང་ཡོད་རོ། ཧ། ད་ད་ད་དེ་པན་ཆེན་གྱི་ཉམས་ལེན་གྱི་ཚིག་གི་དུས་དང་ཟེར་ཡ་དེ། ངོ་བོ་ཡིན་པའི་ཚིག་གི་དུས་གོ་མི་འདུག་ཨ། ལ། དེ་ཉམས་ལེན་རྣམ་པའི་ཆ་ནས། དོན་གོ་བ་ལྟ་བུ་བརྒྱད་པོ་གང་རུང་ཡིན་ན་མཁྱེན་གསུམ་གང་རུང་ཡིན་པས་མ་ཁྱབ་ཟེར་ནས་འགྲོ་གི་ཡོད་རོ། ལ།

བྱས་དང་ད། དེ་ལའང་ནི། ཅི་སྲིད་ད་ལྟ་པན་ཆེན་གྱི་ད་ལྟ་ཉམས་ལེན་གྱི་ཚུལ་གྱིས་བསྡུ་ཟེར་བ་ཡིན་ན་ད་ཉམས་ལེན་གྱི་ཚུལ་གྱིས་དོན་ངོ་མ་ལྟ་བུ་ག་རེ་ཟེར་ན་རྒྱལ་པོ་གང་རུང་ཡིན་ན་མཁྱེན་གསུང་གང་རུང་ཡིན་མི་དགོས་བ་དེ་དངོས་རྟོགས་ཡིན་མི་དགོས་མི་དགོས་བ་ཞིག་འགྲོ་དགོས་རོ། བྱས་དང་དེ་ཉིད་ཡིན་པ་དེ་ག་འདྲི་འདྲ་བོ་ཞིག་ནས་དགོངས་པ་ག་འདྲི་ཞིག་དགོས་ན། དེ་འགྲོ་བ་དོན་གསལ་གྱི་དགོངས་པ་དེ་པན་ཆེན་གྱི་ལུང་དགོངས་པ་བཞི་བྱས་ན། ད་ལྟ་དེ་ལྟ་བུ་བྱས་ན་འགྲོ་བ་དོན་གསལ་གྱི་དེའི་ལུང་གི་དེ་དགོངས་པ་དེ་ག་འདྲི་ཞིག་དགོས།

ལ་དེའི་ཁ་ཐུག་ལ། ད་ཡིག་སེང་ཁྲི་འི་སུན་དབྱངས་ལ། རྒྱ་འདྲེ་ཉེ་ཁྱིས་གངས་ཀྱི་ནུ་ལོ་ལ། མཁྱེན་པ་གསུམ་པོ་ལ་ཕོག་ཅིང་མཁྱེན་པ་ཡིན་པ་གསལ་གི་མ་རིག་སུན་འི་ར་བ། ཡི་རྩ་སྔིང་ལེ་རེ་རྒྱ་འདྲེ་ཉེ་ཁྱིས་གངས་ནུ་ལོ་ལ་གཞི་ཤེས་ལ་ཕོག་ཅིང་མཁྱེན་པ་ཡིན་གི་ནོར་ཤེས་ལ་ཕོག་ཅིང་མཁྱེན་པ་ཡིན་གི་སི་སེའུ་ཏན་ཏན་མེ་རེ། གང་ལྟར་རྗེ་བཙོན་ཁ་པས་ཨ་ནི་ལང་ཚོ་མ་མཁྱེན་པ་གསུམ་པོ་གུ་རུ་ཡི་ནོར་ལུག་ལ་གསེར་བུ་ཡས་བརྡལ་བ་ལ། ཨ་ནི་རྒྱ་སར་རིན་པོ་ཆེ་རིན་མཁས་དྲུང་རིན་པོ་ཆེ་ཡིག་ཆ་ཚང་མ་གི་ཕོ་སྐྱེས་མཁྱེན་པ་ཡིན་གི་གསུན་ཡག་གི་ཁུལ་ཆེན་པོ་ཞིག་ཡོད་རེད། ཁུལ་ཆེན་པོ་དེ་ག་བ་ཡོད་རེད་ཟེར་ན་ཉི་ནུབ་ལ་བཏུས་བ་རེད། ཁྱེད་རྗེའི་ཁ་ཐུག་དེ་ལ་ཕོ་དཔལ་གང་ཟག་ཐམས་ཅད་ཀྱི་དབང་དུ་བྱས་ཏེ་ཟེར་ཞིང། འཆད་ཚུལ་མཆེ་བ་བརྒྱད་ཡོང་བ་དེ་ཕོ་པའི་གང་ཟག་ཐམས་ཅད་ཀྱི་རང་རང་གི་གཞལ་བརྟའི་འབྲེལ་ཡག་གི་མཐའ་ལ་མཆེ་བ་བརྒྱད་པ་རིས། ཕོ་པའི་གང་ཟག་ཐམས་ཅད་ཀྱི་རྗེས་ཀྱི་མངལ་དུག་ལ་མཆེ་བ་བརྒྱད་པ་རིས། འཆད་ཚུལ་ཁ་བཏུས་ལ། ཡི་དྭགས་དེའི་ཁ་བཏུས་དེ་ལ་ཉོན་མོངས་ཀྱི་ལུས་དེ་ལ་ཁུར་བཏུས་ནས་ཨ་ནི་མཆེ་བརྒྱད་ཀྱི་མཆེ་བ་བརྒྱད་གཉིས་སུ་མཆེ་བ་བརྒྱད་ཟག་ཡོད་དེ་ལ་ཕོ་བཅུ་མཁྱེན་པ་ཡིན་གྱི་ཁུར་བཏུས་ས་ཉོན་མོངས་ལ་བཏུས་བ་རེད།